ཐོག་ལ་འབུལ་རྒྱུ་ཞུ་བ་ན་ཞལ་བཞེས་རྣམ་པ་མཐུ་ཆེ་ཞུ་བས་ཡིན། ཕྱི་ལྟང་ནས་ཁ་སང་གྲོས་ཚོགས་ནང་ལོགས་ལ་ཕྱག་སྦྲེལ་ཞིག་ཉོས་ནས Thanks ཞེས་གནང་བ་རེད། ནས་གྲོས་ཚོགས་ཀྱི་ལས་རིམ་དེ་ཁ་བརྡུང་བཞིན་བགྲོད་ལ་ཡ་ཀྱི་མ་ནས་ལས་རིམ་རྣམ་བཞག་ཟ་འདི་འདྲ་སྐད་བཏང་རྒྱུ་མ་བྱུང། ད་ལྟའི་སུ་སུའི་ངོས་ནས་གང་ཐུག་ཐུག་འགྲོ་བ་ཅིག་འབད་བརྩོན་འགྲོ་བ་ཅིག་ཡིན། ད་ཡིན་པ་ཡིན་ན་ཡང་དེ་གྲོས་ཚོགས་ཀྱི་ར་བ་ནང་ལོགས་ལ་གསུང་བཀའ་མོལ་ཅིག་གསུང་ཚར་ཡོང་དུས་དེ་ལ་ཡང་གསལ་བཤད་ཅིག་མ་ཞུ་འོས་ཡིན་ན། གང་ཟག་ཅིག་གིས་བཤད་བཞག་པ་དེ་ལ་ཡང་ངོ་ལེན་བྱེད་པ་ཅིག་དང་ཨ་ནི་དེ་ལ་ཡང་ཁ་ཞུ་འོག་ཏུ་ཁས་ལེན་བྱེད་བཞག་པའི་རྣམ་པ་འགྲོ་རྒྱུ་མ་རྒྱུགས་ར་ཆེད་དུ་ཨ་ནི་ང་ཅིག་གསལ་བཤད་ཅིག་ཞུ་ན་བསམ་སོང། དཔའ་མཚོ་མཆོག། བཀའ་གྲོས་དང་སྦྲགས་ང་དེ་ཅིག་ལྗགས་ཀློག་ཅིག་ཞུ་ཆོག་ཅིག། འདི་ཆགས་བསྡད་ཀྱི་འདུག། ཡིག་སྟོང་ཅོག་གསུམ་ཟླ་བ་བདུན་པའི་ཚེས་ལྔ་ལ་བོད་ཀྱི་དུས་བབ་ཀྱི་གསར་ཤོག་དྲ་བ་ནང་ལོགས་ལ། ཏཱ་ལའི་བླ་མ། སྙིང་རྗེའི་རྒྱ་མཚོ། ཞེས་བཅས། ཡིག་སྒྱུར་བྱས་པ་ཅིག་རེད་བཞག་དེ་ནང་ལོགས་ལ་ག་རེ་གསལ་བ་དེ་ཅིག་ཆ་ལོག་ཞུ་ཆོག་ཅིག། སྤྱི་ནོར ྋགོང་ས་སྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ཕྱི་ལུགས་གུང་ཁྲན་བདུན་ཅུ་དོན་བརྒྱད་ལ་ཕན་པའི་སྐུ་ཡོན་འཁྲུངས་སྐར་ཉིན་མོར་བཀའ་དྲིན་རྗེས་དྲན་ཆེད་ཏཱ་ལའི་བླ་མའི་སྙིང་རྗེའི་རྒྱ་མཚོ་ཞེས་པའི་ཕྱག་དེབ་ནང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གུང་ཁྲང་བདུན་ཅུ་དོན་ལྔའི་སྐུ་ཡུལ་འཁྲུངས་སྐར་དུས་ཆེན་ལ། རྒྱལ་སྤྱིའི་ཆོས་རྒྱལ་སྤྱིའི་ཆེས་སྙན་གྲགས་ཀྱི་མི་སྣས་ཕུལ་བའི་འཚམས་འདྲི་ཁག་ལ་རེ་ཟུང་གིས་བོད་བསྒྱུར་ཞུ་བ་གིའོ་ཞེས་བྱས། ལྡི་ལི་སྐུ་ཚབ་དོན་གཅོད་བཀའ་ཟུར་བསྟན་པ་ཚེ་རིང་གིས་བརྩམས་ཞེས་བྱས་ཏེ་བྲིས་གནང་བཞག། དེ་ལས་གར་ཚད་དུ་ཞུ་བས་ན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་ནང་ལོགས་ནས། ངས་འཇའ་ལུག་ཞོལ་འདི་དང་འབྲེལ་བ་ཆགས་འཇུག་ཏུ་གྲོས་མོས་དང། འགྲིག་འཇགས་བྱེད་ཆེད། དེའི་ནང་ལོགས་ལ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་དགེ་བདུན་གོང་ས་སྐྱབས་མགོན་སྐྱབས་མགོན་ཏཱ་ལའི་བླ་མ་མཆོག་གིས་བོད་ནང་ཞི་བདེ་དང་འགྲོ་བ་མིའི་ཐོབ་ཐང་སླར་གསོ་ཡོང་ཆེད། ཞི་བའི་གྲོས་འཆར་དོན་ཚན་ལྔ་སྤེལ་བ་རེད། བོད་རིགས་གནས་སྡོད་བྱེད་སའི་གི་ས་ཁུལ་ལ་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་ཡོང་ཐབས་སུ་ཁོང་གིས་མི་མང་ཚོར་ཚད་ལས་བརྒལ་བའི་དྲག་གནོན་དང། འཚེ་བ། བྱེད་རུང། མུ་མཐུད་དེ་འཚེ་མེད་ཞི་བའི་ལམ་ནས་གྲོ་མོའི་དང་གཞན་གྱི་འཚོ་བར་མྱོང་རོལ་གྱིས་སྙིང་རྗེའི་ལམ་ནས་ཞུ་གཏུག་སྐྱོན་གྱི་ཡོད་སྲིད་ཅེས་བཀའ་མོལ་བྱུང་ཡོད་རེད། ད་ངས་ད་ཐེངས་འདིར་བརྗོད་གཞི་འདི་ཞུ་དགོས་དེའི་གནད་དོན་འདི་གལ་ཆེན་པོ་རེད་ཞུ་མཐོང་སོང། སོ་སོའི་ངོས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་གཅིག་དང་ལྷག་པར་དུ་རྒྱལ་སྤྱིའི་སྟེང་ལ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་དེ་མཛད་པ་ཕྱིར་ལན་དེ་ཉི་མའི་འོད་ཟེར་ལྟར་ཁྱབ་དགོས་པའི་རྒྱུ་མཚན་དེ་སོ་སོའི་གར་མཐོང་གི་ཞུ་བས་ན། རྒྱུན་གཏན་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བྱམས་སྙིང་རྗེའི་ཐོག་ལ་ཡིན་ནའི་རེད་ཚད་མའི་ཞི་བའི་ཐོག་ལ་ཡིན་ནའི་རེད། ཆོས་ལུགས་ཀྱི་འཆམ་མཐུན་ཐོག་ལ་ཡིན་ནའི་རེད་འཛམ་གླིང་ཞི་བདེ་ཐོག་ལ་ཡིན་ནའི་རེད་དམངས་གཙོའི་གི་ལམ་སྲོལ་དང་འབྲེལ་བའི་ཐོག་ནས་བཀའ་མོལ་བཀའ་སློབ་གནང་པ་ཙམ་མ་ཡིན་པ། ཕྱག་བསྟར་གནང་རྒྱུ་ཡོད་པའི་རྐྱེན་གྱིས་ད་ལྟའི་ཆ་ལ་ཡང་རྒྱལ་གཅེས་ཀྱི་དབུ་ཁྲིད་ནང་ལོགས་ནས་གཟུགས་སུ་ཐོན་པ་ཅིག་ཆགས་བསྡད་ཀྱི་ཡོད་པ་ཅིག་ངོས་འཛིན་ཞུ་གི་ཡོད། དེས་ན་ཞིག་ག་དེ་ངོས་འཛིན་ཞུ་དགོས་ཞུ་བས་ན ྋསྐྱབས་མགོན་རིན་པོ་ཆེ་གི་སྟོབས་ཆེན་གྱི་ཨ་རི་སྲིད་འཛིན་ཡིན་ནའི་རེད་མི་མང་དཀྱུས་མ་ཅིག་ཡིན་ནའི་རེད་ང་རང་ཚོའི་གི་རྩམ་སའི་བོད་མི་གཅིག་པ་ཡིན་པ་ཡིན་ནའི་རེད་རྒྱ་རིགས་ཡིན་པ་ཡིན་ནའི་ཚང་མ་ལ་ཡ་གཟིགས་ཕྱོགས་གཅིག་པ་ཅིག་དང་ལྷག་པར་དུ་ཐུགས་བརྩེ་བ་ཆེན་པོའི་ངང་ནས་གཟིགས་ཀྱི་ཡོད་བ་ཅིག་སོ་སོས་ངོ་ལེན་བྱེད་གི་ཡོད། ང་རང་ཚོའི་བོད་རྒྱལ་ཁབ་བཙན་འཛུལ་བྱེད་ངེས་ཀྱི་རྒྱ་ནག་གུང་ཁྲན་ཏང་གི་མཉམ་དུ་བོད་ཀྱི་རྩ་དོན་འདི་སེལ་ཐབས་གནང་ཆེད་དུ་བོད་རིགས་ཡོངས་ལ་མི་འདུས་སོང་པའི་རང་སྲིད་རང་སྐྱོང་ཡོང་ཐབས་ཀྱི་བསམ་འཆར་གཞི་བྱས་དེ་ནས་གྲོས་འཆར་ཁག་རྒྱ་ནག་གུང་ཁྲན་ཏང་གི་དཔོན་རིགས་ཁག་ལ་ཕུལ་བ་རེད་དེ། རྒྱ་ནག་གུང་ཁྲན་ཏང་གི་དཔོན་རིགས་ཁག་ཉོས་ནས་ཚུར་བཟང་ཕྱོགས་ཀྱི་རྣམ་འགྱུར་རྩ་བ་ཉིད་ནས་མ་སྟོན་པའི་སྒང་ལ་ཡང་ད་ལྟ་བོ་དོ་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་ཡང་དུས་རྟག་ཏུ་མཚན་སྨད་ཞུ་བདེ་བོ་རེད། བོད་ནང་ལ་ད་དུང་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་ཡང་དད་པ་ཞུ་ཉེ་ཚོགས་ལ་ཡང་ཁོ་རང་ཚོའི་གི་བྱ་སྤྱོད་གང་འདྲི་ཆ་གི་ཡོད་བ་དང་ལྷག་པར་དུ་བོད་ནང་ལོགས་ལ་གདུག་རྩུབ་མནར་གཅོད་ག་ཚོད་བཏང་གི་ཡོད་པ་ང་རང་ཚོ་མཁྱེན་གསལ་རེད། སུས་སུའི་ངོས་ནས་གནས་ཚུལ་གཅིག་ཞུ་བའི་གར་དུ་ཞུ་བས་ན་ད་ལྟའི་ཆ་ལ་ཡང་དམངས་གཙོའི་གི་ལམ་སོ་ཡང་དག་པའི་ཀྱི་ངོ་བོ་ཐོག་ནས་མི་མང་གིས་འོས་འདེམས་བྱེད་བཞག་བས་ལྷག་པར་དུ་དབུས་གཙང་མི་མང་གིས་འོས་འདེམས་བྱེད་བཞག་པའི་ཐོག་ནས་ཡར་ཀླད་བཞག་པ་ཅིག་ཆགས་བསྡད་ཀྱི་ཡོད། དེའི་སྐབས་སུ། སུད་སུད་ཀྱི་ལངས་ཕྱོགས་དེ་ཕྱི་ཚེས་ནང་གསེས་ཞུ་བའི་ཐོག་ནས་གང་སར་རྒྱས་འགྲོ་ཡིན་པས་ན། བོད་རྒྱལ་ཁབ་དང་མི་རིགས་མ་འོངས་པ་བོད་ཀྱི་ཆབ་སྲིད་ཀྱི་འགྲོ་སྟངས་འདི་རང་བཙན་རྒྱལ་ཁབ་ཅིག་དང་དམངས་གཙོ་ཡང་དག་པ་ཅིག་གི་ལམ་ཀ་ལ་འགྲོ་སྣང་སེ་བྱས་འདི་སྒེར་གྱི་བསམ་ཚུལ་ཅིག་ཡིན། སྒེར་གྱི་ལངས་ཕྱོགས་ཅིག་ཡིན། དེ་སྤོ་བ་ཐོག་ནས་ཞུ་གི་ཡོད། ཞེད་སྣང་སྐྱེ་མི་འོས་ཐོག་ནས་ཞུ་དགོས་གལ་ཆེ་ནི་ཞུ་བ་ཡིན་ན་དེ་དམངས་གཙོའི་སྤྱི་ཚོགས་ཙམ་མ་ཡིན་པར་འཐབ་རྩོད་རང་བཞིན་གྱི་སྤྱི་ཚོགས་ཅིག་ལ་ངོས་འཛིན་ཞུ་བའི་དོན་བྱེད་ཀྱི་ཡོད། ཆོས་ལོག་སྤྱི་ཚོགས་ལ་ཡང་མང་དོན་དུས་བཀའ་མོལ་ཞུ་དུས་གར་ཞུ་དགོས་ཞུ་བ་ཡིན་ན་སོ་སོའི་གི་ཆབ་སྲིད་ལངས་ཕྱོགས་ག་རེ་མཁྱེན་གྱི་ཡོད་མེད་ལ་མ་ལྟོས་པར་ང་རང་ཚོའི་གི་འཐབ་རྩོད་རང་བཞིན་གྱི་སྤྱི་ཚོགས་ཅིག་ཡིན་དུས་དེ་ལ་ཡང་ལངས་ཕྱོགས་འདྲ་མིན་ཚང་མས་མཉམ་པོ་ལས་ཀ་བྱེད་པའི་ཐོག་ནས་ཁ་བརྡས་རྒྱ་ནག་ལ་ལྕགས་སྒོར་དང་རྒྱ་ནག་གུང་ཁྲན་ཏང་ལ་ལྕགས་སྒོར་དང་ཞེས་ཞུ་གི་ཡོད་ཡིན་པ་ཡིན་ནའི། སྐབས་རེ་སྤྱི་ཚོགས་ནང་ལོགས་ལ་ཡ། སུད་སུད་ཀྱི་བཟང་ཕྱོགས་ཀྱི་ད་ལན་གྱི་རྟ་ཡལ་འབད་བརྩོན་བྱེད་པ་ཡིན། རྟ་དྲུག་མ་འདྲ་ཞིག་ཁྱེར་བའི་ནས་རྟ་དྲུག་ཚང་མ་ལ་ཡ་སྨྱོ་བའི་འབད་བརྩོན་བྱེད་པ་ཡིན། སྤྱི་ཚོགས་ནང་ལོགས་ལ་མི་རེ་ཟུང་ཅིག་གིས། དེ་ཚེ་དཀྲུགས་ཆེ། སྤྱི་ཚོགས་ལ་ཡ། ད་ལན་མ་འདྲ་རྟ་ཡལ་གྱི་འབད་བརྩོན་བྱེད་ཡོང་གི་འདུག། ངས་ག་རེ་ཞུ་ཡང་ཞུས་པ་ཡིན་ན། ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཡིན་ནི་རེད། ཁ་སང་གི་ས་གནས་ཁག་ལ་ཡ་གཅིག་ལྕགས་ཡོད་འདུག་གནས་ཚུལ་བྱུང་བ་རེད་སུད་སུད་ག་རེ་ཞུ་ཡང་ཞུས་པ་ཡིན་ན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། དབུ་མའི་ལམ་གྱི་སྲིད་བྱུས་འདིའི་ཐོག་ལ་ཡ་བཀའ་མོལ་ཞུ་བའི་སྐབས་སུ་དྭང་རང་རེད། ང་རང་ཚོས་ཀྱིས་རྒྱ་ནག་གུང་ཁྲན་ཏང་ལ་ཡ་བསམ་འཆར་ཕུལ་བཞག་བ་དེ་ལ་ཡ། རྒྱ་ནག་གཞུང་གིས་ཡ་ལན་བྱེད་ཀྱི་མེད་བ་དེ་ལ་ཡ། ལྷག་པར་དུ་གཅིག་སོ་སོའི་ངོ་འཛིན་གར་བྱེད་ཞུ་བ་ཡིན་ན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ག་དེ་ཡིན་པ་ཡིན་ནི་རེད། དུས་རྟག་ཏུ་དཀར་ཆག་ཅི་ཡང་བྱམས་སྙིང་རྗེ་བྱམས་སྙིང་རྗེ་ལ་རྒྱལ་བྱེད་འགྲོ་དགོས་རེད་བསམ་པའི་ངོ་ལེན་རྩ་བ་ཉིད་བྱེད་ཀྱི་མེད་དེ་གྲོས་ཚོགས་ར་བ་ནང་ལ་ཡིན་ནི་རེད་ཕྱི་ལོགས་ལ་བཀྲ་ལམ་ཡིན་ནི་རེད་འདྲ་པོ་མང་པོ་ཅིག་གིས་བཤད་བྱས། སྤྱིར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བྱམས་སྙིང་རྗེ་དང་རྒྱལ་བའི་དགོངས་འཆར་ཡིན་པའི་སོར་རོ་ཅིག་བཀའ་མོལ་གནང་ཡོང་གི་འདུག་སོ་སོས་དེ་ངོས་འཛིན་བྱེད་ཀྱི་མེད། བསམ་ཚུལ་འདྲ་མིན་ཡོང་ཆོག་གི་རེད། ངའི་བསམ་ཚུལ་དེ་འདྲ་སྟོན་བྱེད་ཚད་མས་ཞུ་ངེས་རེད་ལ་ངས་ངའི་བསམ་པ་ལ་ཡ། དེ་འདྲའི་བཤད་ངན་ཚོགས་ཀྱི་ཚད་མས་ཞུ་གི་འདུག་དག་ཅིག་ང་སྙན་གསང་ཞུ་མཁན་ཡིན། གྲོས་ཚོགས་རྭ་བ་དེ་ནང་ལོགས་ལ་བཤད་ངན་ཡིན་ནའི་རེད་ཆོས་ལོག་ལབ་ངན་ཚང་མ་དག་ལ་ཞུ་གི་ཡིན། སོ་སོའི་ངོས་ནས་ག་རེ་བསམ་གི་ཞུ་བ་ཡིན་ན། རང་བཙན་ལྟ་གྲུབ་ཁྱི་ངན་ཡིན་ནའི་རེད། ཆབ་སྲིད་ཀྱི་ལངས་ཕྱོགས་ཆགས་བདེ་བོར། སྤྱི་ནོར་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་སོ་སོའི་རྩ་བའི་བླ་མ་ཡིན། རྩ་བའི་བླ་མ་ལ་ཡང་ཆོས་ཕྱོགས་ཀྱི་དད་པ་དེ་གཙང་མ་ཞིག་ཉག་སྟེ་ཡོད་དད་པ་དམ་ཚིག་གཙང་མ་གཙང་རྐྱང་ཡོད། དེས་ན་ཤི། ཆབ་སྲིད་ཀྱི་ལངས་ཕྱོགས་ཆབ་སྲིད་ལངས་ཕྱོགས་གྱིས་ཀྱི་ཡོད། ཆོས་སྲིད་ཟུང་འབྲེལ་གྱི་གནས་བབ་ག་དུས་ལ་བྱ་དེ་དུས་འགོ་ཚོས་པའི་ཐོག་ནས་མདུན་སྐྱོད་བྱེད་ཀྱི་ཡོད་ཅེས་རྣམ་པ་ཚོ་སྙན་གསང་ཞུ་ཡ་ཡིན། ཨ་དེས་ན་ཤི་ཞུ་ཡ་གཅིག་ལ་ཡང། ཉེ་ཆར་ངས་ཞུས་པ་རེད། དེ་འབྲེལ་གྱི་དགོངས་འཆར། སྤྱི་ནོར་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་གིས་དངོས་གནས་ཡིད་མངའ་བའི་དགེ། བྱམས་སྙིང་རྗེ་གིས་དེ་འདྲའི་དགོངས་འཆར་དེ་ལ་ཡ། ཤ་ཁྱོད་སྣ་ངའི་སྲོག་ལ་ཡ། ཧང་སང་གི་དུག་ཞུགས་པ་ཡིན། སུས་སུའི་སྔུན་ནས་དེ་འདྲ་ལབ་ཡོང་དུས། སྐུ་ལུང་ལ་ཡ། དོགས་པ་རྩ་བ་ཉིད་ནས་མེད། ལྟ་སྟངས་དེ་ག་རེ་ཞུ་བ་ན་ཡི་རང་ཞུ་བའི་ཐོག་ནས་སོ་སོའི་སྐད་ཆ་བཤད་པ་ཡིན། ངེད་ཅག་གྲོས་ཚོགས་རང་བ་དྭང་ལོག་ལ་དྭགས་རང་བྱུང་བ་རེད། ལྕམ་སྐུ་ནན་སིན་པ་ལོ་སི་ལ་ཐུགས་རྗེ་ཤེས་རྒྱུད་ཀྱིས་ང་རང་གཙོས་ཀྱི་གྲོས་འཆར་བཏང་བ་རེད། ཕྱག་སྦྲེལ་གཅིག་མཐུན་ནང་ལོགས་ནས། གཅིག་རྗེས་གཉིས་མཐུད་ཀྱིས། ཧང་སང་ཡ་ལས་ཧ་ལས་པ་རེད་ཟེར་ཅེས་བཀའ་མོལ་གནང་ཡོང་ཁུལ་དུ་སུ་གང་ཅིག་འདུག་ག་མཐོང་ནས་ཟིན་མ་སོང། ཡིན་པ་ནས་སུ་སུ་གཅིག་ལབ་ཡོང་དུས་དེའི་ཐོག་ལ་ཡང་ལམ་སང་དོགས་པའི་རྣམ་ཤེས་ཐོག་ནས། དོགས་པའི་རྣམ་འགྱུར་སྟོན་པ་མ་ཟད་དཀྲུག་ཤིང་རྒྱ་ཡལ་གྱི་འབོད་ཚུལ་ཞིག་ཏུ་ཞུ་ཡོན་ཡིན། དཀྲུག་ཤིང་རྒྱ་སྟངས་དེ་ཡན། བཀྲ་ལམ་ནང་གི་བཀའ་མོལ་ཙམ་མ་ཡིན་པར། ས་གནས་ཁག་ལ་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་ཡོད་དེ་ངེས་ཀྱི་ལས་ཤོག་ཁ་ཤས་ཤིག་མ་བཏོན་བྱས། སུ་སུའི་སྒེར་གྱི་ན་བཟའ་དེ་སྤྱི་བོ་ལ་སྤུངས་བའི་ཐབས་ཤེས་དེ་ལས་སྡུག་ཅིང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལས་སོ་སོའི་གི་དད་པ་ལྷད་མེད་དེ་ལ་དམ་ཚིག་བསྟོད་རས་ཀྱི་འབད་བརྩོན་བྱེད་ཡ། དཀྲུགས་ཤིང་རྒྱ་ཡའི་འབད་བརྩོན་བྱེད་ཀྱི་འདུག་ཞུ་ཡ་ཡིན། ངས་ཞུ་དགོས་གནས་ཚུལ་གཅིག་ག་རེ་ཞུ་འོས་ན། ངས་འདི་ནང་ལ་གཅིག་གཞན་པ་ག་རེ་ཞིག་ཞུ་འོས་ན། རྒྱ་ནག་གུང་ཁྲན་ཏང། གི་དཔོན་རིགས་ཁག་དང་ཞི་ཅིང་ཕིང། གི་འགོ་ཁྲིད་དེ་ལས་ཡིད་ཆེས་རྩ་བ་གཉིས་ནས་མེད་ཞུ་བ་རེད། ད་ལྟ་ད་ག་རང་ཞུ་གི་ཡོད། ངས་སྙན་གསང་ག་རེ་ཞུ་ཡ་ཞུ་འོས་ན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བྱམས་སྙིང་རྗེ་གི་དགོངས་གཞི་དེ་ལ་ཡ་རེས་ཀྱི་ལབ་དུས་དོར་བ་མ་ཟིན་པ་སུ་ཡོད། དེ་འབྲེལ་གྱི་དགོངས་གཞི་ལས་ང་རང་ཚོ་གྲོས་ཚོགས་ར་བ་ནང་ལ་ཡིན་ནའི་རེད་སྤྱི་ཚོགས་ནང་ལོགས་ལ་ཡང་ཕྲག་དོག་ཡིན་ནའི་རེད་ཁེངས་པ་ཡིན་ནའི་རེད་དེ་འདྲའི་ཁང་པའི་གང་ས་བརྐྱང་ཆགས་དེ་འོར་དེ་ཡིན་པ་ནས་དེ་འདྲའི་དགོངས་གཞི་གཅིག་ལ་ཡང་མདུན་བསྐྱོད་བྱེད་ཐུབ་དུས་ཧ་ལས་པ་རེད་བ། བཟང་ཕྱོགས་ཀྱི་རྣམ་པ་རེད་བ། ཡིན་པ་ནས་དེ་ལ་འདོགས་བྱེད་བཀའ་མོལ་གནང་ཡོང་དགོས་རེད། བསྔགས་བརྗོད་ཀྱི་རྣམ་པ་དེ་ལ་བསྔགས་བརྗོད་མ་བྱ་ཅེས་སྐད་ཆ་ཡག་པོ་བཤད་ཡོང་དུས་དེ་ལ་ཡང། དཀྲུག་ཤིང་རྒྱལ་ཡི་བུ་བཙུན་ཆེ་བོ་ད་འདི་འགྲིག་རེད་ནོར་རེད་ཨ་འདི་ན་བཞིན་ཀ་མོའི་སུན་པ་ཞུ་ཡོད་དེ་ལ་ཡ་ཞི་ཅིན་པི་ལ་དུས་རྟག་ཏུ་དགག་པ་ཡོད་ཞུ་བ་རེད་དེ་ལ་ཡ་འདོད་པ་མ་སེམས་ངེས་སུ་ཡོད་རྒྱབ་སྐྱོར་བྱེད་ངེས་སུ་ཡོད་ངའི་བཟའ་རག་ཆེན་པོ་ཞིག་གར་ཐོངས་ཞུ་བ་ཡིན་ན་ང་རང་ཚོ་ད་དེང་སང་སྤྱི་བཙན་བྱོལ་སྤྱི་ཚོགས་ནང་ལོག་ལ་ཡ་དམངས་གཙོའི་གི་ལམ་ལུགས་དེ་ནང་ལོག་ལ་ཡ་ག་རི་བསམ་ཚུལ་ཡོད་པ་དེ་བཤད་ཆོག་གོ་རེད་བཤད་བ་ཡིན་ན་ཡག་པོ་འདུག་ཡིན་པ་ཡིན་ནས་འདི་བོད་ཆོལ་ལོག་པ་བཏང་པའི་ཐོག་ནས་སྤྱི་ཚོགས་དྲ་རྒྱ་ནང་ལོག་ལ་ཡ་བརྙན་ཐུང་འབྲི་གཏུབ་བཅས་བྱེད་བྱེད་སྤོ་བོ་ཆེན་པོའི་ངང་ནས་དྲ་རྒྱ་ནང་ལོགས་འདི་འདྲར་གཏོང་ཡོང་སྐོར། ངས་བཀའ་འདྲི་ཞུ་ཡ་དེ་ལ་ཡ། བདེ་སྲུང་གི་ལས་ཁུངས་ངོས་ནས་དེ་ཚོའི་ཐོག་ལས་ཐུགས་སྣང་གནང་གི་ཡོད་ནང་བསམ་པའི་སྐབས་རེ་དོགས་པ་བྱུང་གི་འདུག་སྐབས་རེ་བསམ་ཚུལ་བྱུང་གི་འདུག་ངས་ག་རེ་བྱེད་ཀྱི་ཡོད་ཞུ་བ་ཡིན་ན་དེ་ཚོའི་གི་གནས་སྟངས་དེ་རྫ་དྲག་གི་གནས་སྟངས་ཅིག་ལ་བཙན་བྱོལ་སྤྱི་ཚོགས་ཀྱི་རྫ་དྲག་གནས་སྟངས་ཅིག་ལ་མཐོང་གི་ཡོད། གང་ཟག་ཅིག་ལ་ཡ་དགའ་མ་དགའ་ཅིག་གི་བསམ་བློ་བཏང་བྱས། གནས་ཚུལ་ག་རེ་ཤེས་པ་དེ་ལ་ཡ་དཀྲུག་དཀྲུག་བཏང་བྱས་གནས་ཚུལ་འགྱུར་བ་བཏང་ཡ་དེ་ལ་ཡ་ངའི་བསམ་པ་ལས་གང་ཟག་དེ་ཚོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཡིན་ནའི་ར་ང་རང་ཚོ་བོད་མིའི་སྒྲིག་འཛུགས་ཀྱི་ནང་ལོགས་ལ་ཡོད་ལྟས་ངན་གྱི་ལམ་སྲོལ་དམངས་གཙོའི་གྱི་ལམ་སྲོལ་དེ་ལ་ཡ་མཚན་མེད་དངོས་གནས་དེ་འདི་རེད་འདུག་ཅེས་སྙན་གསང་ཞུ་ཡ་ཡིན། སྐབས་རེ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཡ། དད་པ་དད་པ་ལ་བཞག་ཆབ་སྲིད་ཀྱི་ལངས་ཕྱོགས་བདག་རང་ཤེས་ན་འགྲིག་བར་དེ་མ་ཤེས་པ་ཆེ་ཚང་མ་སྐྱབས་རེ་བཏང་བྱས་སྒེར་གྱི་ནང་ཚ་སྤུག་བྱས་དེ་འདྲས་ཀྱི། ཐ་ན་ཁ་བརྡ་ཞུ་ནས་འབྲེལ་ཡོད་དུ་ཐ་ན་དགའ་ལྡན་ཕོ་བྲང་ལ་ཡ་ཡི་གེ་གྱི་སྙན་ཞུ་འདྲ་ཞུ་བཏང་ཡ་དེ་འདྲས་གནས་བབ་ག་འདྲས་ཆགས་དེ་བར། སྐྲ་ལམ་གྱི་སྐད་ཆ་སྐྲ་ལམ་ལ་བཞག་ན་ཡག་པོ་ཡོད། ཡང་ན་ཁ་བསྡུ་གང་ཟག་ལ་སྐད་ཆ་དྲིས་ན་ཡག་པོ་ཡོད། དེ་མ་བྲིས་པ་བྱས། དེ་འདྲའི་བར་དུ་གླེང་ཡོང་དུས་ང་ཚོ་སྤྱི་ཚོགས་དེ་དངོས་གནས། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆོས་འཕོ་མཆོག་གིས་སྐུ་ལས་བསྐྱོན་བཞག་པའི་ང་ཚོ་མི་ཐོག་འབྲེལ་བ་ཚོ་གི་སྐུ་ལས་བསྐྱོན་བཞག་པའི་གི་དམངས་གཙོའི་སྤྱི་ཚོགས་དེ་ད་དྲུག་འབའ་དྲུག་བཏང་སར་གདའ་ཞེས་ཞུ་གི་ཡོད། དེ་འདྲའི་གི་གནས་སྟངས་ཆགས་ཡོད་དུས་དེ་འདྲའི་བྱེད་ངེས་ཀྱི་གང་ཟག་རྐུབ་བཀྱག་ལ་སྒང་ལ་དེ་ངས་ཡིན་ནས་རེད་མི་མང་གི་སྐྲག་ལམ་སྒང་ལ་དེ་ངས་ནི་ཡིན་ནས་རེད་དྲ་རྒྱ་ནང་ལ་དེ་བསྡད་པའི་དགྲ་བོ་ཚོ་ཡིན་ནས་རེད་དེ་ཚོས་ཀྱི་སྤྱི་ཚོགས་དེ་གཏོར་ས་རེད་འདུག་ད་ཞུ་ཡ་ཡིན་སུ་སུ་ཀྱི་ནས་མཐའ་མ་དེར་ཞུ་ཡ་དེ་ལ་ཡ་ད་ལྟ་བར་དུ་སྤྱི་དོན་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡ་ཚད་མེད་ཐིགས་པ་བཅས་ཞུས་མ་མྱོང། བསམ་མེད་མ་མྱོང། ཡིན་པ་ཡིན་ནས་དེ་འདྲའི་ཧམ་བཤད་འཆི་འཕོ་ག་ནས་བཤད་མཁན་གང་ཟག་ཚོ་ལ་ཡ་མཚམས་འཇོག་བྱེད་ན་ཡག་པོ་འོས་རེད་ཞུ་ཡ་ཡིན། དཀྲུག་ཤིང་མ་བཀལ་ན་ཡག་པོ་འོས་རེད་ཞུ་ཡ་ཡིན། ཁོ་རང་ཚོ་དེ་འདྲའི་ཧམ་པ་ཆེན་པོ་ཐོག་ནས་བསམ་ཚེ་ཡིན་རེད་ཀླད་པ་རང་ལ་རང་འཇགས་བཞག་ན་ཡག་པོ་འདུག་མ་གཏོགས་ཆོ་ལོག་སྟོན་བྱེད་ལས་ཤོག་བོད་ཆུ་བཏང་ཕྱིར་མར་འགྲོ་ཡོང་དུས་སྤྱི་ཚོགས་ལ་ཡང་དོ་པོ་འགྲོ་གི་འདུག་ད་ཐུགས་འགན་བཞེས་རོགས་གནང་ཞུ་ཡ་ཡིན་དངོས་གནས་དད་པ་དམ་ཚིག་ཡོད་པ་ཡིན་ན་དངོས་གནས་བོད་མི་སྒྲིག་འཛུགས་ང་རང་ཚོ་བཙན་བྱོལ་བོད་གཞུང་ལ་ཡང་བརྩི་བཀུར་ཞུ་གི་ཡོད་པ་ཡིན་ན་དེ་འདྲའི་དཀྲོག་གཏམ་མ་རྒྱག་རོགས་གྱིས་དེ་འདྲའི་ཧམ་པ་མ་བཤད་རོགས་གྱིས་ཞུ་ཡ་ཡིན།
དཔལ་ལྡན་ཆོས་རིག་བཀའ་བློན་མཆོག་ཕྱག་ལས་མུ་མཐུད་གནང་རོགས་གནང།